འདུ་བྱས་ན་ད་ཐང་གིས་རྒན་ལགས་མཆོག་གིས་རྒན་ལེའོ་ལགས་མཆོག་གིས་གསུངས་སོང། ང་རང་ཚོའི་རིག་གནས་ཀྱི་རྩ་བ་དེ་སྐད་ཡིག་རེད། ད་སྐད་ཡིག་གཅིག་ཡང་དག་པའི་ཐོག་ནས་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ན། ད་བར་ཞེས་ཁ་ནས་བཤད་བསྡད་ཡ་དེ་ཆོས་གོ་མ་ཡིན་པ། ད་ངས་འདི་ཞིབ་ཀྱིས་བཤད་ཉན་འདོད་སོང་གང་ཡིན་ཟེར་ན། ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པ་འདི། ཆ་འཕྲིན་དང་དྲ་བའི་དུས་རབས་སོང་ཙང་ང་ཚོ་བོད་པའི་སྤྱི་ཚོགས་སྐོར་ཚང་མ་དྲ་བའི་སྒང་ལ་ཡར་སླེབས་རྗེས། འཚོ་བ་དངོས་དང་ཁ་བྲལ་ཡོང་གི་འདུག་ད་འདི། ཡག་པོའི་དོ་ཁུར་ཅིག་རེད། ཡག་པོའི་དོ་ཁུར་རེད་ཟེར་ཡ་རྒྱུ་མཚན་གང་རེད་ཡག་པོ་ཡིན་པ་དེ་ང་ཚོ་མི་མང་པོ་གཅིག་གིས། བོད་པ་སེང་གེ་འདི་ག་འགྲིག་གྱི་ཡིན་མིན་མཐོང་ཐུབ་གོ་བ་རེད་དེ་དང་འབྲེལ་ཀྱང་ང་ཚོའི་རིག་གནས་དྲིལ་བསྒྲགས་ཡོང་གི་རེད་དེ་ཡག་པའི་ཆ་དེ་རེད་སྡུག་པའི་ཆ་དེ་ག་རེ་ཡོང་གི་རེད་ཟེར་ན་མི་མང་པོ་སྤྱིའི་བཤད་ཡག་རྐྱང་རྐྱང་མ་གཏོགས་ལག་ལེན་བར་ཐག་རིང་རིང་འགྲོ་གི་བ་རེད་ད་དེ་འདྲས་བྱས་པ་ཡིན་ན་ད་ལྟ་ང་ཚོ་གཟིགས་འདུག་ག་མི་རིགས་གཅིག་གི་ལ་རྒྱ་བསྐྱང་དགོས་ན་སྐད་ཡིག་སྦྱང་དགོས་རེད་སྐད་ཡིག་སྤེལ་དགོས་རེད་མང་ཐོག་ཀྱི་དྲ་བའི་ནང་ལ་མང་པོ་ལས་དངོས་སུ་སྦྱང་ཉན་དང་འཛིན་སྐྱོང་སྤེལ་གསུམ་བྱེད་མཁན་ཇེ་ཉུང་ནས་ཇེ་ཉུང་འགྲོ་གི་ཡོག་རེད། འདི་དངོས་ཡོད་ཀྱི་གནས་ཚུལ་རེད། དངོས་ཡོད་ཀྱི་གནས་ཚུལ་རེད། གལ་སྲིད། ང་རང་ཚོའི་མི་རིགས་འདིས་སོ་སོའི་སྐད་ཡིག་དང་སོ་སོའི་རིག་གནས་ལ་སྦྱང་པ་བྱེད་ཀྱི་ཡོད་ན། གྲྭ་བས་ཀང་ང་ཚོའི་སྐད་འདི་ག་ཚོད་རྒྱག་པ་བྱེད་ཀྱི་མ་རེད། ཁོ་རྒྱུན་ལྡན་རང་བཞིན་གྱི་གནས་ཚུལ་ཞིག་རེད། ལྷག་པར་དུ་ང་རང་གི་བསམ་བློའི་ངོས་ནས། མི་རིགས་གཅིག་གིས་སོ་སོའི་སྐད་ཡིག་སྦྱང་ཡག་འདི། ངའི་ངོས་ནས་བཤད་ན། ལ་རྒྱ་མེད། ངའི་ངོས་ནས་བཤད་ན་འོས་འགན་ཡིན། སྐད་ཡིག་སྦྱང་དགོས་ཡ་གཅིག་དང་སྐད་ཡིག་འཛིན་དགོས་ཡ་དང་སྐད་ཡིག་སྐྱོང་དགོས་ཡ་དེ་སོ་སོ་བོད་པ་ཡིན་པ་སོ་སོ་བོད་པའི་ངོ་བོ་མ་བརྒྱུད་ཡ་བདག་རང་འོས་འགན་ཅིག་རེད་མ་གཏོགས་ལ་རྒྱ་སྐད་མ་རེད། རྡོག་རྡོག་ནང་གི་རྡོག་རྡོག་ང་ཚོ་རིགས་བོད་པ་ལ་སྐྱིད། སོ་སོའི་སྐད་ཡིག་མ་ཤེས་ན་ང་ཚོ་ཡིག་རྨོངས་ཆགས་པ་རེད། ང་ཚོ་མང་པོ་ཅིག་ག་སྲིད་བོ་རེད། ཡིག་རྨོངས་ཟེར་བ་ཡིན་ན་མི་རིགས་གཞན་དག་སྐད་ཡིག་སྨྲ་བཞིན་པས་ན་དེ་ཡིག་རྨོངས་རྫིག་འདུག་ག། དེ་འདྲས་ལ་ཡིག་རྨོངས་ཟིག་མ་རེད། ཡིག་རྨོངས་ཟེར་ན་སོ་སོའི་སྐད་ཡིག་ལ་རྨོངས་པ་དེ་ལ་ཡིག་རྨོངས་ཟེར་གི་རེད། དེ་རེད། ད་དུས་རབས་ཉི་ཤུ་རྩ་གཅིག་པ་མི་སུ་ཡིན་པ་ཡིན་ན་ཆ་འཕྲིན་དང་ཚན་རྩལ་དང་ལྷག་པར་དུ་དེང་སྐབས་ཡིན་ན་རིག་ནུས་ཀྱི་དུས་རབས་ཟེར་བ་རེད། འདི་ག་ཚོད་འཕེལ་རྒྱས་ཡག་འགྲོ་དུས་ང་ཚོའི་མི་རིགས་འདི་སོ་སོའི་སྐད་ཡིག་ལ་རྨོངས་པའི་ཡིག་རྨོངས་ཀྱི་གྲལ་མ་འཛུལ་ཕྱིན་པ་ཡིན་ན། ཧ་པེ་རང་ས་རུ་བ་ཧ་ཡར་རྒྱས་འགྲོ་ཡག་ཅིག་ཁ་པོ་ཞིག་ར་འདུག་བ། བྱས་ཙང། སོ་སོའི་སྐད་ཡིག་སློབ་སྦྱོང་བྱེད་ཡག་དེ། ལག་ཁྱེར་སྐད་མ་རེད་སོ་སོའི་སྐད་ཡིག་སློབ་སྦྱོང་བྱེད་ཡག་དེ་འོས་འགན་རེད། ཨ་སོ་སོའི་སྐད་ཡིག་སློབ་སྦྱོང་བྱེད་བྱེད་ཀྱི་ཡོད་པ་བྱས་སོ་སོའི་སྐད་ཡིག་ལ་ཡར་བལྟས་ཏེ་བོད་སྐད་ར་བརྒྱབ་བོད་ཡིག་ར་སྦྱང་གི་ཡོད་ན་དེ་གཅིག་བྱེད་ཀྱི་ཡོད་མདོག་མདོག་དང་ང་གཅིག་གཅིག་གཅིག་རྩ་བ་གཉིས་ནས་འོས་ཀྱི་གོར་མ་རེད། ཐེངས་འདི་འདྲས་བྱས་པས་ན་སྔོན་གྱི་མེས་པོ་ཚོ་ག་པར་སྐྱེས་ཡོང་རེད། མི་ཚེ་གཅིག་སོ་སོའི་སྐད་ཡིག་དང་ལྷག་པར་དུ་སོ་སོའི་སྐད་ཡིག་ལ་ཡ། སྐད་ཡིག་དང་རིག་གནས་ལ་ཡ། ལེགས་སྐྱེས་ཕུལ་བྱས་འདུག་སུ་ཡོང་པར། སྐད་ཡིག་འཛིན་སྐྱོང་སྤེལ་གསུམ་གྱི་ནང་ལོགས་ནས་འཛིན་པ་དང་སྐྱོང་བ་ཟེར་ཏེ་འོས་འགན་རེད། སྤེལ་བ་ཟེར་ཏེ་དངོས་གནས་ལག་འཁྱེར་རེད་ད། སོ་སོས་སོ་སོའི་སྐད་ཡིག་སྦྱངས། སོ་སོས་སྐད་ཡིག་སོ་སོའི་སྐད་ཡིག་དེ་མང་གཅིག་སོ་སོའི་ཁྲག་རྒྱུན་དང་སྙིམ་མདོ་མང་སྐྱོང་ཡོང། དེ་གང་ལྟར་གར་ཆགས་འདོད་ཟེར་ན་ལས་འགན་ཟེར་ན་རེ་འོས་འགན་རེད་རིགས་བོད་པར་སྐྱེས་པའི་སྟག་འདྲ་བོ་དེ་རེད། རིགས་རྒྱུད་རང་རྒྱ་རིགས་ཡིན་པ་ལ་བོད་ཀྱི་རིག་གནས་ལ་ཧ་ཅང་གི་མཁས་པ་ཡོད་དེ་འགན་མཁས་པ་གཅིག་གསུང་རེད། ང། རིགས་རུས་ཀྱི་ཆ་ནས་བོད་པ་མིན་ཡང། ང། རིག་གཞུང་གི་ཆ་ནས་བོད་པ་ཡིན་ཆོག། དེ་ཡིན་དུས་བོད་ཆས་འདྲ་བོ་གྱོན་ཡག་དང་ལྷག་པར་དུ་ག་རེ་ཟེར་ན་བོད་ཟས་འདྲ་བོ་ཟ་ཡག་དེ་ཚོ། བོད་པའི་གི་རྟགས་ཕྱི་ཚུལ་གྱི་རྣམ་པ་ཅིག་རེད་མ་གཏོགས་བོད་པའི་ནང་རྟགས་ངོ་མ་དེ་ག་རེ་གོ་གི་ཡོད་རེད་ཟེར་ན། རིག་གཞུང་ལ་བལྟས་ཚེ་གོ་རྟོགས་ཡོད་མཁན། བོད་པའི་བསམ་བློ་བལྟས་ཚེ་ཡོད་མཁན་ལྷག་པར་དུ་མེས་པོ་མཛད་རྗེས་ཅན་ཚོ་བལྟས་ཚེ་ངོ་ཤེས་མཁན་ཅིག་གོ་གི་ཡོད་རེད། ད་བོད་པའི་རིག་གཞུང་གི་བསམ་བློའི་གོ་རྟོགས་ཡོད་མཁན་གཅིག་དང། མེས་པོ་མཛད་རྗེས་ཅན་ཚོ་ངོས་འཛིན་བྱེད་དགོས་ན། གར་བྱེད་དགོས་ཟེར་ན་རིག་གནས་སློབ་སྦྱོང་བྱེད་དགོས་རེད། བོད་ཀྱི་རིག་གནས་སློབ་སྦྱོང་མ་བྱས་པར་མེས་པོ་མཛད་རྗེས་ཅན་གྱི་རིན་ཐང་ཧ་གོ་མ་རེད། མེས་པོ་མཛད་རྗེས་ཅན་གྱི་བསམ་བློའི་འདུ་ཤེས་དེ་ཚོའི་ཅི་ཡི་ཧ་གོ་མ་རེད། ད་བོད་ཀྱི་རིག་གནས་ལ་སློབ་སྦྱོང་བྱེད་དགོས་ན་མ་མཐར་ཡང། ཡི་གེ་ཤེས་དགོས་རེད། སོ་སོའི་སྐད་ཡིག་ཤེས་དགོས་རེད། སོ་སོའི་སྐད་ཡིག་མ་ཤེས་པས་ན་སོ་སོའི་རིག་གནས་ལ་ཡང་དག་པའི་ཐོག་ནས་ཞིབ་འཇུག་དང་ཡང་དག་པའི་ཐོག་ནས་རྒྱུས་ལོན་ཅི་རྩ་བ་ཉིད་ནས་བྱེད་ཐུབ་ཀྱི་མ་རེད། འདི་སོང་ཙང། ཡི་གེ་སྦྱང་བ་འདི་འོས་འགན་རེད། ད་འོ་ན་ཡི་གེ་ལེགས་པར་ཤེས་དགོས་ན་ག་རེ་བྱེད་དགོས་རེད་བལྟས། སྐད་ཆ་ཡག་པོ་བཤད་དགོས་རེད། སྐད་ཆ་བཤད་བཞིན་པ་དགོས། བོད་སྐད་ཡག་པོ་སྨྲ་ཤེས་བོད་སྐད་ཡག་པོ་བཤད་སྨྲ་ཤེས་ཉེས་ཅི་ཡི་གེ། བོད་ཡིག་ལེགས་པར་ཤེས་ཡག་ཅིག་དཀའ་ངལ་ཆེན་པོ་ཞིག་ལ་འཕྲད་ཀྱི་ཡོད་རེད། ད་འདི་སྤྱི་ཚོགས་དངོས་སྒང་ནས་ཆ་བཞག་ནས་ལོ་ཆུང་ཆུང་མང་པོ་ཅིག་བོད་ཡིག་སྐྱོ་པོ་ཆགས་འགྲོ་གི་རེད། བོད་ཡིག་སྐྱོ་པོ་ཆགས་ཡག་དེ་ག་རེ་བྱས་པ་རེད་ཟེར་ན་ཁོང་ཚོས་རྒྱུན་ལྡན་འཚོ་བའི་ནང་ལ་བོད་སྐད་སྐོར་མ་དེ་ཡག་པོ་བཤད་ཐུབ་དགོས་བ་མ་རེད། དཀའ་ངལ་དེ་འདི་འཕྲད་པ་རེད། བྱས་ཙང། གལ་སྲིད་ཁྱོད་རང་བོད་སྐད་ཡག་པོ་ཅིག་ཤེས་དགོས་པ་དང། གལ་སྲིད་ཁྱེད་རང་བོད་ཡིག་ལེགས་པར་ཅིག་ཤེས་དགོས་ན། ངེས་པར་དུ། བོར་མི་རུང་བ་དང་ག་རེ་ཟེར་ན། བརྡ་སྤྲོད་རིག་པ་རེད། སི་ཏུ་པན་ཆིན་གྱི་བརྡ་སྤྲོད་རིག་པའི་འགྲེལ་བཤད་གོ་རེ་ན་ལོ་ལ། ཡི་གེའི་བརྡ་སྤྲོད་པ་གསུངས་ཡོད་མ་རེད། ཡུལ་གངས་ཅན་པས་སྐད་ཀྱི་བརྡ་སྤྲོད་པའི་བསྟན་བཅོས་གསུངས་བ་རེད། བརྡ་སྤྲོད་ཟེར་མཁན་དེ་ག་རེ་རེད་པ་ཟེར་ན། སྐད་འདི་ཉིད་ཡི་གེའི་ལམ་ནས་གོ་བརྡ་སྤྲོད་བྱེད་རེད་ད། ཡུལ་གངས་ཅན་པའི་སྐད་ཀྱི་བརྡ་སྤྲོད་པའི་བསྟན་བཅོས། བྱས་ཙང་བརྡ་སྤྲོད་ཟེར་ན། སྐད་ཆ་འདི་ཡི་གེ་གང་ལ་ཕར་འགྲོ་སྟངས། སྐད་ཆ་འདི་ཡི་གེ་གང་ལ་ཕར་ག་འདྲེས་ཟེར་པ་དགུ་དགོ་རེད་དེ་འགྲོ་སྟངས་ཅི་རེད་ད། དེ་སོང་ཙང་དེའི་ཁང་ནང་དག་དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གནང། ལྷག་པར་དུ་བོད་པ་སྤྱིའི་ངོས་ནས་ཨ་ཙི། ད་བོད་ཡིག་སྦྱང་དེ་དེ་འདྲའི་ཁག་པ་ལ་ཨ། བོད་ཀྱི་བརྡ་སྤྲོད་སྦྱང་དེ་དེ་འདྲའི་ཁག་པ་ལ་ཨ་ཟེར་ལབ་ན་ང་རང་ཚོ་ནང་ཁུལ་ལ་ལབ་ན་ད་ཨོ་ཙི་རེད་དེ། གལ་སྲིད་མི་རིགས་གཞན་དག་ཅིག་གི་ཞོར་ལ་དེ་འདྲའི་ལབ་པ་ཡིན་ན། ཨ་ནི་ཡིན་ན་དཔེ་ཆེས་ངོ་ཚ་བའི་གནས་རེད་རྒྱུ་མཚན་ག་རེད་འཛམ་གླིང་འདིའི་ཐོག་ལ་སྐད་ཡིག་སྦྱོང་སླ་ཤོས་འདི་སོ་སོའི་སྐད་ཡིག་ཡིན་སྲིད་གོ་རེད་ང་ཚོས་ཁག་ཤོས་ཆགས་པ་ན་མི་ལ་འདྲི་བཤད་ག་འདྲིས་རྒྱག་གོ་རེད་འོ་བྱས་ཙང་ངེས་པར་དུ་ག་རེ་ཡིན་པ་ཟེར་ན་བོད་སྐད་ལེགས་པར་གྱིས་སྦྱང་དགོས་ན་བོད་ཡིག་ལེགས་པར་གྱིས་ཤེས་དགོས་ན་ངེས་པར་དུ་བརྡ་སྤྲོད་སྦྱང་གོ་རེད། བྱས་ཙང། ང་རང་ཚོའི་མི་རིགས་འདིས་སོ་ནམ་ནི་ཆེན་པོ་ཟེར་བ་རེད་པས་ཡང་མིན་ན་ཅིག་རིན་ཐང་ནི་ཆེན་པོ་ཡོད་ཟེར་གྱི་ཡོད་རེད་ཡོད་པའི་ངོ་བོར་བ་ཆགས་བཞག་པ་ཡིན་ན་ང་རང་ཚོའི་མི་རིགས་འདི་ལ་ཡང་ཐུན་མོང་མ་ཡིན་པའི་སྐད་ཡོད་རེད། སྐད་འདི་མཚོན་པའི་ག་རེ་ཡིན་པ་ཟེར་ན་ཡི་གེ་ཡོད་རེད་སྐད་ཡིག་འདི་གཉིས་གཉིས་ཀྱི་རིག་པའི་གཞུང་ལུགས་བརྡ་སྤྲོད་རིག་པ་ཡོད་རེད་འདི་སྐད་ཆ་ཚང་ཡོད་རེད་མི་རིགས་གཞན་དག་ཁག་ཅིག་ལ་སྐད་ཡོད་མ་རེད་སྔར་ཡོད་པ་ཡིན་ནའི་ཉམས་ཚར་བ་རེད། མི་རིགས་ཁག་ཅིག་ལ་ཡི་གེ་ཡོད་ཨ་མ་རེད་ཡི་གེ་ཡོད་པའི་ནས་ཉམས་ཚར་བ་རེད་མི་རིགས་ཁག་ཅིག་ལ་རིག་གནས་ཁུར་བརླག་ཅིང་ངོ་རྒོར་རྒྱུགས་དྲུག་བ་རེད་ད་ལྟ་ང་རང་ཚོའི་མི་རིགས་ལ་ཡང་ཆ་རྐྱེན་དེ་རྒྱ་ཚང་མ་ཡོད་རེད་རྩ་བའི་རྨང་གཞིའི་སྐད་ཡོད་རེད་སྐད་དེ་ལ་བརྟེན་པའི་ཡི་གེ་ཡོད་རེད་སྐད་དང་ཡི་གེ་གཉིས་རིག་པའི་གཞུང་ལུགས་བརྡ་སྤྲོད་རིག་པ་ཡོད་རེད་ད་ག་ན་ཞིག་སྐད་ཡིག་འདིའི་ཐོག་ལ་བཅུ་ཕྲག་རིག་པའི་གནས་ཆ་ལག་ཚང་པོ་ཞེ་བོ་ཅི་ད་ལྟ་ཡོད་རེད་བྱས་ཙང་རིན་ཐང་ཆེན་པོ་རེད་ལ་བསོད་ནམས་ཆེན་པོ་ཞིག་རེད། ད་དེ་འདྲས་ཡིན་པ་ཡིན་དུས། ཨ་ཁྱེད་རྣམས་པ་ཚོས། ད་མི་དགོངས་པ་ཆེ་ཞིག་གི་ཐོག་ནས་དེ་ཕེབས་པ་རེད་བརྡ་སྤྲོད་ཀྱི་རིན་ཐང་ཤེས་ལྷག་པར་དུ་སྐད་ཡིག་གི་རིན་ཐང་འདུ་ཤེས་ཡོད་པའི་ཐོག་ནས་དེ་ཕེབས་པ་རེད་ལ། ད་དུང་གལ་པོ་ཆེ་ལ་ནན་ཏན་གྱི་ཚུལ་དུ་ཞུས་ན། བརྡ་སྤྲོད་སློབ་སྦྱོང་བྱེད་ཡ་དེ་དཔེ་ངན་མི་སྲིད་གལ་ཆེན་པོ་རེད། ད་བརྡ་སྤྲོད་སློབ་སྦྱོང་བྱས་པ་ཡིན་ན་དགེ་མཚན་ཆེན་པོ་ལྔ་ཡོང་གི་རེད། བརྡ་སྤྲོད་སློབ་སྦྱོང་བྱས་པ་ཡིན། མཐའ་དེ་ཡང་ང་རང་གི་མེད་པས་མི་ཚེ་གི་མྱོང་རྟོགས་ཁོ་རའི་ཐོག་ནས་ངོ་སྤྲོད་ཞུས་པ་ཡིན་མ་གཏོགས་ཡང་དག་ཧ་སེ་ཁ་སྟོང་པ་དེ་འདྲ་ཅིས་མེད། བརྡ་སྤྲོད་སློབ་སྦྱོང་བྱས་པ་ཡིན་ན་ཨང་དང་པོ། སྐད་བརྡའི་བྱང་ཚད་གོང་མཐོར་འགྲོ་གི་རེད། ཁྱེད་རང་གིས་སྐད་ཆ་བཤད་ཡག་བྱང་ཚད་དེ་མཐོ་རུ་འགྲོ་གི་རེད། ག་རེ་ཡིན་ཟེར་ན། ཡུལ་སྐད་ཁྱད་མཚར་འདྲ་ཞིག་ར་རྒྱག་གི་མ་རེད། ལྷག་པར་དུ། སྐད་ར་མ་ལུག་གི་རིགས་དེ་ཚོ། སྐྱོན་ཡིན་པ་ཧ་གོ་གི་རེད། ག་ཡིན་ཟེར་ན། བརྡ་སྤྲོད་ཟེར་མཁན་དེ་ལེགས་སྦྱར་གྱི་དབང་དུ་བྱས་པ་ཡིན་ན་ལེགས་སྦྱར་བརྡ་སྤྲོད་རིག་པ་གཟིགས་ཡོད་རེད་པ། ཇི་སྲིད་མི་རིགས་གཅིག་གི་སྐད་དང་ཡི་གེ་གཉིས་བར་ཐག་ཇི་གཉེར་ཇི་གཉེར་སོང་ན་སྐད་ཡིག་དེ་འཕེལ་རྒྱས་འགྲོ་གི་རེད། སྐད་དང་ཡི་གེ་གཉིས་བར་ཐག་རིང་རུ་རིང་རུ་སོང་བ་ཡིན་ན་སྐད་ཡིག་ཉམས་རྒུད་འགོ་ཚུགས་ཚར་རེད། ཁ་ནས་སྐད་ཆ་བཤད་པ་དེ་ཡིག་ཐོག་ཏུ་ཕབ་མ་ཐུབ་ཡི་གེ་གང་ལ་ཡོད་པ་དེ་ཁ་ནས་མ་བཤད་མ་ཐུབ་དེ་འདྲས་ཀྱི་དཀའ་ཁག་འཕྲད་པ་ཡིན་ན་ཨ་མི་རིགས་དེ་སྐད་ཡིག་ཉམས་ཡག་འགོ་ཚུགས་པ་རེད། དཔེ་ཆ་བཞག་ན་ང་རང་ཚོའི་ཀྲུང་གོའི་རྒྱལ་ཁབ་ཆ་བཞག། ཡུལ་སྐད་ཡོད་རེད་ཨ། ཀོང་ཏུང་སྐད་སི་ཁྲོན་སྐད་ཧྲན་ཏུང་སྐད་ཡུལ་སྐད་མང་པོ་ཡོད་རེད་དེ་ཡུལ་སྐད་དེ་ཚོ་མ་དོར་རྗེས་སྤྱི་སྐད་ལ་ཡང་འབོད་སྐུལ་བརྒྱབ་རྗེས་སྤྱི་སྐད་ལ་ད་དུང་འབོད་སྐུལ་རྒྱག་དགོས་རེད། ལོ་སུམ་ཅུའི་གོན་ནས་གི་སྲིད་ཇུས་ཡོད་རེད་ད་དུང་སྤྱི་སྐད་ལ་འབོད་སྐུལ་རྒྱག་དེ་འདྲའི་འབོད་སྐུལ་རྒྱག་རྒྱུ་མཚན་ག་རེད་ཟེར་ན། རྒྱ་ཡིས་སྤྱི་སྐད་འདི་དར་སྤེལ་བཏང་ཐུབ་པ་ཡིན་ན་ཁ་ནས་སྐད་ཆ་བཤད་ཡ་འདི་དང་མི་གིས་ལག་པས་ཡི་གེ་བྲི་ཡ་འདི་གཉིས་བར་ཐག་ཉེ་བོ་ཆགས་འདི་འོ། བྷ་གའི་ཡི་གེའི་སྒང་ལ་ཡོད་པ་དེ་ཏག་ཏག་སྤྱི་ལེ་དང་སླས་བཅད་སྐད་དང་ཡི་གེ་གཉིས་བར་ཐག་ཉེར་དྲུག་སྐད་དང་ཡི་གེ་གཉིས་བར་ཐག་ཉེར་བཅུ་ལོངས་སུ་ན་བཞི་བཅུ་གཅིག་སྐད་ཡིག་འཕེལ་རྒྱས་འགྲོ་བ་རེད་ད་དེ་འདྲས་ཡིན་པ་ཡིན་ཙང་ད་ལྟའི་རྒྱ་ཡིག་འདྲ་བ་ཆ་བཞག་ན་འཛམ་གླིང་ཐོག་ལས་ཁྱབ་རྒྱ་ཆེ་བའི་སྐད་ཡིག་ཆེན་པོ་གསུམ་ནང་གཅིག་ཡིན་ཟེར་བ་རེད་ད་འོ་ན་ང་ཚོ་ལང་ཀ་དེ་མ་ཕྱིན་པ་ག་རེད། ཆིག་སྟོང་དགུ་བརྒྱ་ཕལ་ཆེར་བརྒྱ་བཅུའི་འགོ་ཐོབ་པ་ཡིན་ན་ཕྱིན་ནས་སྙན་ཞུ་བརྒྱབ་ཚར་འདུག། སྔོན་གྱི་མཁས་པ་ཚོས་ང་ཚོའི་གྲངས་ཉུང་མི་རིགས་ཀྱི་བོད་སྐད་དེ་བརྡ་སྤྲོད་ཀྱི་གཞུང་ལུགས་ཆ་ཚང་པོ་ཡོད་གཞི་སྐད་གཏན་འཁེལ་བཟོས་རྗེས་འཕེལ་རྒྱས་དང་དབྱེ་ཞིབ་བརྒྱབ་ཚར་འདུག་ང་ཚོ་ད་མདོར་ད་མདོར་ལག་ལེན་འགྲོ་ཐུབ་པོ་མི་འདུག་བྱས་ཙང་ངེས་པར་དུ་སྐད་ཡིག་འཕེལ་རྒྱས་གཏོང་དགོས་ན་སྐད་དང་ཡི་གེ་གཉིས་བར་ཐག་ཇི་སྙེད་གཏང་དགོས་རེད་སྐད་དང་ཡི་གེ་གཉིས་བར་ཐག་ཇི་སྙེད་གཏོང་ཐུབ་ན་ད་ནས་གཞི་ནས་སྐད་ཡིག་འཕེལ་རྒྱས་འགྲོ་གི་རེད། འདི་དགོས་པ་ལ་རྩ་བ་ག་པར་བརྟེན་དགོས་བརྡ་སྤྲོད་བརྟེན་དགོས་རེད། ཞེས་མ་གཏོགས། ཡུལ་སྐད་མཁན་ཚ་རྒྱབ་རྗེས་དཔེ་ཆ་བཞག་ན་ང་ད་ནངས་ནས་འོངས་པ་ཡིན་ཟེར་ཡག་ཅིག་ཡོད་རེད་ད། ཁྱོད་ག་དུས་ལྷ་སར་སླེབས་པ་སང་ང་ད་ནངས་ནས་འོངས་པ་ཡིན་ཟེར། ད་དཔེར་ན་ཡུལ་སྐད་སྒྲོག་རྒྱུ་ཆ་ང་ད་སོང་ད་སོང་འོ་རྩེ་འོང་ལེ་ཡིན་ཟེར་གི་རེད། ཨེ་འདི་ཡི་གེ་ནང་གི་འབྲི་འབྲི་གོ་རེད། སྔ་མ་ང་ཚོའི་ཡི་གེའི་ངག་དང་དཔེ་དེབ་ཀྱི་ཡི་གེའི་ཡང་སྲོལ་རྒྱུན་བརྡ་སྤྲོད་རིག་པའི་སྐོར་སྐད་ཆ་བཤད་དུས་ད་ག་རང་ཡིན་པ། ཨུན། དཔེ་ཆ་བཞག་ན་ཁྱོད་ཧ་རག་འགྲོ་ཡིན་ཟེར། ཁྱོད་ཧ་རག་འགྲོ་ཡིན་གང་འདྲའི་འདྲི་ཨུ་རེད་མི་དགེ། ངས་ཡུལ་སྐད་མ་རྒྱབ་ཟེར་གྱི་མེད་ད། ཡུལ་སྐད་ཀྱི་བྱང་ཚད་གོང་མཐོར་བཏང་རྗེས་ཡི་གེ་དང་བར་ཐག་ཉེ་རུ་བཏང་དགོས་རེད། ཡུལ་སྐད་དེ་ཡི་གེ་དང་བར་ཐག་ཉེ་རུ་བཏང་ཐུབ་པ་ཡིན་ན་ཁྱེད་རང་བརྡ་སྤྲོད་རང་བཞིན་ཤེས་ཡོང་གི་རེད་ལ་སྐད་ཡིག་འཕེལ་རྒྱས་འགྲོ་ཡག་ལ་ཁྱེད་རང་གིས་ལེགས་སྐྱེས་ཆེན་པོ་ཕུལ་གི་རེད། བྱས་ཙང། བརྡ་སྤྲོད་སྦྱངས་པའི་ཁྱད་ཆོས་གཉིས་པ་དེ་སྐད་དང་ཡི་གེ་བར་ཐག་ཉེ་རུ་བཏང་འདུག་གི་རེད། བརྡ་སྤྲོད་སྦྱངས་རྗེས་ཁྱད་ཆོས་གསུམ་པ་དེ་ག་རེ་ཡོད་རེད་པས་ཟེར་ན། སྔོན་གྱི་མེས་པོ་ཚོས་བརྩམས་པའི་བརྩམས་ཆོས་ལ་རྒྱུས་ལོན་བྱས་འདུག་གི་རེད། ང་ཚོ་གཟིགས་ཀྱི་ཡོད་རེད་པ། ད་ང་ཚོར་མེས་པོ་མཛད་རྗེས་ཅན་མང་པོ་ཡོད་གཟིགས་དགོས་རེད་པ། མེས་པོ་མཛད་རྗེས་ཅན་མང་པོ་ཡོད་ན་ཁོ་ཚོའི་མཛད་རྗེས་དེ་ག་ནས་མཚོན་ཏོ། ཁོ་ཚོའི་མཛད་རྗེས་དེ་བསམ་བློ་ནས་མཚོན་གྱི་རེད། མི་རིགས་དང་མི་རིགས་མི་འདྲ་བ་དེ་བསམ་བློ་འདུ་ཤེས་མི་འདྲ་བ་ནས་ཡོང་གི་ཡོད་རེད་མ་གཏོགས་གུ་ལོག་གོན་ཐང་མི་འདྲ་བ་ཙམ་གྱིས་མི་རིགས་མི་འདྲ་བ་ཞིག་ལ་དོན་རྟོགས་གི་མ་རེད་ད་ད་ལྟ་གཟིགས་ཡོད་རེད་བོད་ཆས་འདྲ་བོ་དང་ཟ་མ་དང་དེ་ཚོ་མི་རིགས་ཁྱད་ཆོས་ཡིན་ཟེར་བ་དེ་ཁྱད་ཆོས་གཙོ་བོ་མ་རེད་ཨ། ཟ་མ་ད་ལྟ་འཛམ་བུ་གླིང་གང་གས་ད་སྙིམ་དོར་ཟ་གི་ཡོད་རེད་ཨ་ང་ཚོ་ཕྱི་རྒྱལ་གྱི་ཟ་མ་ཟ་གི་ཡོད་རེད་ཕྱི་རྒྱལ་ང་ཚོའི་ཟ་མ་ཟ་གི་ཡོད་རེད་བོད་ཆས་འདྲ་བོ་ཆ་ཆ་ན་མཚམས་རྩ་དེ་འདྲས་ཨེ་རྒྱ་རིགས་ལུགས་མཐུན་གོན་དགོས་བ་རེད་ལྷག་པར་དུ་ཕྱི་རྒྱལ་མིས་བོད་ཆས་གོན་དགོས་བ་རེད་དེ་བཞག་བར་གོ་ན་འདུག་བ་འགྱིག་གི་མི་དང་ཚོས་བོད་ཆས་གོན་བསྡད་འདུག་བ་ཡ། དང་བ་ན་མི་རིགས་དང་མི་རིགས་མི་འདྲ་བ་དེ་ནང་གི་བསམ་བློའི་འདུ་ཤེས་འཛིན་ཚུལ། བསམ་བློའི་འདུ་ཤེས་འཛིན་ཚུལ་ཟེར་མཁན་དེ་ག་ནས་ཧ་གོ་དགོས་རེད་པས་ན་རིག་གནས་སློབ་སྦྱོང་བྱེད་ཆེད་ཧ་གོ་ཡོང་དགོས་རེད་ད། དེ་བྱས་ཙང་སྔོན་གྱི་མེས་པོ་ཚོའི་བསམ་བློ་གཏོང་སྟངས་ག་འདྲའི་རེད་དོ། ཁོ་ཚོའི་བསམ་བློའི་འདུ་ཤེས་འཛིན་ཚུལ་དད་པ་དང་སྙིང་སྟོབས་དང་འཇིག་རྟེན་གྱི་ལྟ་བ་ཟེར་ཡང་རེད། འོ་དེ་ཚོའི་འདུ་ཤེས་འཛིན་སྟངས་ག་འདྲས་བལྟ་དགོས་ཟེར་ན་རིག་གནས་སློབ་སྦྱོང་བྱས་རིག་གཞུང་མང་པོ་ཨ་ལོག་རྒྱག་དགོས་རེད་བོད་པའི་རིག་གཞུང་མང་པོ། ད་ཁྱེད་རང་བརྡ་སྤྲོད་ཡག་པོ་སློབ་སྦྱོང་བྱས་ན་སྔོན་གྱི་མེས་པོ་ཚོས་བརྩམས་པའི་བརྩམས་ཆོས་རིན་ཐང་ཅན་དང་ཚོ་ལྟ་ཀློག་བྱེད་ཐུབ་གི་རེད། འོ། འདི། ཁྱད་ཆོས་ཆེ་ཤོས་ཅིག་རེད། ད་གལ་སྲིད་བརྡ་སྤྲོད་ཡག་པོ་མ་བྱས་ན་ཨ་ལ་བ་ཐག་རེད། དཔེ་དེབ་རེ་བལྟས་ན་ནང་དོན་ཧ་མ་གོ་བྱས། ད་ང་ལྟ་འདི་ལས་འགྲོ་མེད་པ་འདྲ་ངས་བྱས་ཧ་གོ་གི་མི་འདུག་ཟིག་ས། འོ་དེ་རེད་དེ་དཔེ་དེབ་ཀྱི་རིན་ཐང་གི་བློས་ཡོད་མ་རེད། ཁྱེད་རང་གར་ཆགས་འདོད་ཟེར་ན། ད་འཁྲུལ་དགོས་བ་མ་རེད་ཁྱེད་རང། འོ་དེ་ཡིན་པ་ཡིན་ཙང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་པའི་ཡིན་ན། དཔེ་དེབ་མང་པོ་བལྟ་ཐུབ་གི་རེད་དཔེ་དེབ་མང་པོ་བལྟ་ཐུབ་ན་གཞི་ནས་མེས་པོ་ངོ་ཤེས་གི་གདའ། དེ་ཡིན་པ་ཡིན་ཙང་ང་རང་དངོས་གནས་ཆ་ཤས་ཟླ་བཞི་བོ་དེ་འདྲའི་དཔེ་དེབ་བལྟ་ཐུབ་གི་མི་འདུག་སྟེ། ཏོག་ཙམ་དཔེ་དེབ་བལྟ་ཐུབ་པ་དེ་ག་རེའི་བཀའ་དྲིན་ཡིན་པ་ཟེར་ན་བརྡ་སྤྲོད་ལ་བལྟས་ཚེ་སློབ་སྦྱོང་བྱས་ཙང་དཔེ་གནས་ཚུལ་ནང་དོལ་དེ་གོ་བརྡ་འཕྲོད་ཡོང་གི་འདུག། འདི་ཁྱད་ཆོས་གསུམ་པ་དེ་རེད། དེ་ནས་བརྡ་སྤྲོད་སློབ་སྦྱོང་བྱས་པས་ན་ཁྱད་ཆོས་བཞི་པ་དེ་ག་རེ་ཡོད་ཟེར་ན། རང་གི་བསམ་བློའི་ནང་གི་དགའ་སྐྱོ་ཆགས་སྡང། ཡང་མིན་ན་རིག་པའི་གཞུང་ལུང་ལས་བརྩམས་པའི་བརྩམས་ཆོས་འདོན་ཚོགས། མ་ཡིག་ཐོག་ན་འཕེལ་འདུག་གི་རེད། གཞན་བརྡ་སྤྲོད་སློབ་སྦྱོང་བྱེད་མ་ཐུབ་ན། ཁ་འབྲས་སུ་རྩོམ་རྒྱག་གོ་རེད། སོ་སོའི་དགའ་སྐྱོ་ཆགས་སྡང་གི་སེམས་ཀྱི་ཚོར་བ་དེ་སྐད་ཆས་མཚོན་སྐད་ཆ་དེ་ཡི་གེས་མཚོན་དགོས་རེད་པ། ལེགས་སྦྱར་བརྡ་སྤྲོད་རིག་པ་གཟིགས་ཡོད་རེད་པ། བོད་ཀྱི་དབང་དུ་ཡི་གེ་ཟིན་ན་མདོག་མདོག་སེམས་ཚོར་རེད་པ། སེམས་ཀྱི་ཚོར་བ་དེ་སྐད་ཆས་མཚོན་སྐད་ཆ་དེ་ཡི་གེས་མཚོན་དགོས་རེད་པ། དེ་ཡིན་པ་ཡིན་དུས་ཁྱེད་རང་བརྡ་སྤྲོད་མ་བྱས་ན་ག་འདྲས་སུ་ཚོར་བ་མཚོན་པ་ཅིག་ཨ་ནི། སྐུ་ཞོ་ལོ་ཅིག་འདྲི་ཕྱིར་མི་དགའི། དངོས་གནས་བྱས་ན་ང་འདི་འདྲའི་ཤོད་ཡ་མེད་འདི་ད་ངས་མི་དགའི་བརྡ་སྤྲོད་ནོར་ཙང་མི་ལ་གོ་ནོར་ཐེབས་ཅེས་འོ་ཧ། དེ་རེད། བྱས་ཙང་མཁས་པའི་བྱ་བ་གསུམ། འཆད་པ་དང་རྩོད་པ་དང་རྩོམ་པ། འཆད་རྩོད་རྩོམ་གསུམ་ལ་མེད་དུ་མི་རུང་བ་དེ་ག་རེ་རེད་བས་ན། བརྡ་སྤྲོད་རེད། བརྡ་སྤྲོད་ཡག་པོ་མེད་ན་འཆད་རྩོད་རྩོམ་གསུམ་ལ་དངོས་གནས་དཀའ་ཁག་འཕྲད་གི་རེད། དེ་འདྲ་ཡིན་པ་ཡིན་ཙང་སྔོན་གྱི་མཁས་པའི་གསུང་ལ་ཡོང་གི་འདུག་ག། ལེགས་ཉེས་བླང་དོར་གནད་ལ་བལྟ་བའི་མིག། མཁས་པའི་མདུན་སར་བཀའ་མཆིད་མོད་ལ་འཇགས། སྙན་འཇེབས་ལེགས་བཤད་དཔེ་ལ་བལྟ་འབུར་ར། ཡི་གེའི་སྦྱོར་བ་དེ་ནས་གཞན་ལ་གང། ཤེས་རབ་པའི་མིག་ཐོག་དགོས་ན་ངེས་པར་དུ་རིག་གནས་སློབ་སྦྱོང་བྱེད་དགོས་རིག་གནས་སློབ་སྦྱོང་བྱེད་པ་ལ་བརྡ་སྤྲོད་བྱེད་དགོས་དུ་བ། གཅིག་དེ་རེད། གཉིས་པ། མཁས་པའི་མདུན་སར་བཀའ་ཆེན་མོད་ལ་འཇགས་སྲིད་དུས་མཁས་པ་མང་པོ་གདན་འཛོམས་པའི་དབུས་སུ་རིག་པའི་གཞུང་ལུགས་ལས་བརྩམས་ཀྱི་ལྟ་ཚུལ་ལྷུག་གླེང་བྱེད་ཡ་ཆད་པ་དང་རྩོད་པ་དེ་འདྲ་བྱེད་ཀྱི་ཡིན་ན་བརྡ་སྤྲོད་མ་བྱས་ན་ཡོང་དགོས་བ་མ་རེད། སྙན་འཇེབས་ལེགས་བཤད་དཔེ་ལ་ལྟ་འབུར་ར་སྙན་རྩོམ། ཡང་མེད་ན་རྩོམ་ཡིག། བརྡ་སྤྲོད་མ་བྱས་ན་རྩོམ་ཡིག་གི་འདྲི་འཕྲོ་བ་རེད། བྱས་ཙང་བརྡ་སྤྲོད་ཡག་པོ་ཤེས་པ་ཡིན་ན་དངོས་གནས་རང་གི་སེམས་ཀྱི་དགའ་སྐྱོ་ཆགས་སྡང། ཡང་མེད་ན་ཅིག་རིག་པའི་གཞུང་ལུགས་ལས་བརྩམས་ཏེ་རྩོམ་རྒྱག་གི་ཡིན་ན། ད་ཐ་ན་ང་ཚོ་དཔེ་ཁང་ནང་སླེབས་དུས་དཔེ་ཁང་ནང་གི་དཔེ་དེབ་འདི་གྱི་ཚང་མ་ལོ་བརྡ་སྤྲོད་ཤེས་མཁན་གྱིས་བརྩམས་བཞག་རྒྱུ་རེད་མ་གཏོགས་བརྡ་སྤྲོད་མ་ཤེས་མཁན་ཅིག་གིས་དཔེ་དེབ་བརྩམ་རྒྱུ་ཡོད་མ་རེད་ད། ངག་ཐོག་ནས་བཀོད་རྗེས་ངག་ཐོག་ཡོད་དེ་འགྱུར་ཏེ་ཡི་གེ་ཤེས་མཁན་ཅིག་གིས་མ་བཀོད་རྗེས་བརྡ་སྤྲོད་ཤེས་མཁན་ཅིག་གིས་བཀོད་ཀྱི་ཡོད་རེད་མ་གཏོགས་ཡོང་གི་ཡོད་མ་རེད། བྱས་ཙང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་པ་ཡིན་ན། མཁས་པའི་བྱ་བ་གསུམ་དུ་ཨ་ལས་མ་འཕྱུགས་ནས་རང་གི་སེམས་ཀྱི་དགའ་སྐྱོ་ཆགས་སྡང་དེ་ཡིག་ཐོག་ལ་མ་ཕབ་པ་ལ་ཐོགས་པ་ཡོང་གི་མ་རེད། འོ་ལྟ་དེ་འདྲས་རེད་བྱས་ཙང་ད་གིན་གོང་དུ་ཞུས་སོང་ང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་སོང་ན་སྔོན་གྱི་མཁས་པ་ཚོའི་གཞུང་ལ་ཐོས་བསམ་སློབ་གཉེར་བྱེད་ཐུབ་གི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་པ་ཡིན་ན་རང་གི་དགའ་སྐྱོ་ཆགས་སྡང་དང་མཁས་པའི་བྱ་བ་གསུམ་ལ་སོགས་པ་འཆད་རྩོད་རྩོམ་གསུམ་འདུ་འཛོམས་ཡག་པོ་བྱེད་ཐུབ་གི་རེད། འདི་ཡིས་བརྡ་སྤྲོད་སློབ་སྦྱོང་བྱེད་པའི་ཁྱད་ཆོས་བཞི་པ་དེ་རེད། ད་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱས་པ་ཡིན་ན། དགེ་མཚན་ཆེ་ཤོས་དེ། རིག་གནས་རྒྱུན་འཛིན་བྱེད་ཐུབ་པར་ཐག། ང་ཚོས་ཟེར་གྱི་ཡོད་རེད་པ། རྒྱུན་འཛིན་བྱེད་དགོས་ཟེར་གི་རེད་པ། རྒྱུན་འཛིན་བྱེད་ཡག་དེ་བརྡ་སྤྲོད་ཤེས་པའི་ཐོག་ནས་རྒྱུན་འཛིན་བྱེད་དགོས་ཀྱི་རེད་མ་གཏོགས། བརྡ་སྤྲོད་ཡག་པོ་མ་ཤེས་ན་གང་འཚམ་ལས་ཡག་ཨ་ནི་ང་ཚོས་ཀྱི་ཨ་ལས་ཀུ་ཅི་འདི་རྒྱུན་འཛིན་བྱེད་དགོས་འདུག་དེ་འདི་སྐད་ཕ་རྒྱ་ཡིག་ལས་བསྒྱུར་ཨ་འདི་ནས་མ་སྤེལ་གི་ཡང་ན་དབྱིན་ཡིག་ལས་བསྒྱུར་ཨ་ནི་ཡོང་དགོས་བ་མ་རེད། དེ་འདྲས་བྱས་ན་རིག་གནས་གཞན་འགྱུར། ང་ངོ་བོ་གཞན་ཞིག་ལ་འགྱུར་འགྲོ་གི་རེད། ཁ་ཅིག་ཟིན་ཐོ་ག་པར་ང་བོད་ཀྱི་བརྡ་སྤྲོད་ཡག་པོ་ཤེས་ཀྱི་མེད་དེ། ཨ་ནི་དབྱིན་ཇིའི་བརྡ་སྤྲོད་ཡག་པོ་ཤེས་ཀྱི་ཡོད་སྐུ་ཅི་ངས་དེ་དཔེ་ཆ་དེ་གྱི་ཨེ་ལས་དབྱིན་ཡིག་ལ་བསྒྱུར་རོགས་གྱིས་ཟེར་ཨེ་འདི་ནས་ང་རས་མ་བཏགས་ཀྱི་ཡིན་ཟེར་ཨེ་འདི་དུས་ངོ་རྒྱུགས་ཚར་རེད། དཀའ་ངལ་ཆེན་པོ་ཞིག་ར་འཕྲད་ཀྱི་རེད། བྱས་ཙང་བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་ན་གོང་དུ་བཤད་པའི་ཁྱད་ཆོས་ཆེན་པོ་ལྔ་འདི་རྒྱལ་ཚང་གི་རེད། དང་པོ་རང་གི་སྐད་བརྡའི་བྱང་ཚད་གོང་མཐོར་གཏོང་ཐུབ་པ། ཨ་འདི་ཤར་སྤྱི་ཚོགས་ཀྱི་བཤད་པའི་སྣང་ངོ་ནས་བོད་ཀྱི་སྤྱི་སྐད་གཏན་འཁེལ་བཟོ་ཐུབ་ཀྱི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་མ་ཐུབ་པའི་ཞུ་སྒོ་སྤྱི་སྐད་ལ་རྩོད་པ། ཐ་སྙད་རེ་ཟུང་རེ་ཟུང་ནས་རྩོད་པ། ཡུལ་སོ་སོའི་གོ་བརྡ་མ་འཕྲོད་པའི་དབང་གིས་རྩོད་པ་རྐྱང་རྐྱང་བརྒྱབ་བསྡད་ཡོད་ང་ཚོ་ནི་རྩོད་པ་དགའ་པོ་རེད་པ། དྲ་བའི་སྒང་དུ་རྦད་དེ་ལག་ལེན་ག་རེ་ཡིན་ནམ་མིན་ནམ་རྦད་དེ་རྩོད་པ་བརྒྱབ་བསྡད་ཀྱི་འདུག་བ། རྦད་དེ་རྩོད་པ་བརྒྱབ་བསྡད་ཀྱི་འདུག་བ། ཨེ་བྱས་ཙང་བརྡ་སྤྲོད་ཡག་པོ་མ་བྱིན་རྩོད་པ་དང་དུ་འདུག་འདུག་འདུག་རེད། མཁས་པའི་དབང་པོ་དགེ་འདུན་ཆེན་པོའི་ལ་གསུང་གི་འདུག་བ། དེ་མིན། འདི་གསུང་གི་འདུག་བ། རང་རེ་རྣམས་ཇི་སྲིད་དུ་ཆོས་སྐད་ལ་ཆ་འཇོག་བྱེད་པ་དེ་སྲིད་དུ་བོད་ཡུལ་ཡོངས་རྫོགས་ཀྱི་སྐད་རིགས་གཅིག་ཏུ་གནས་པ་ཡིན་ཞིང། འདི་ནང་གི་ཆོས་སྐད་ཟེར་ཏེ་ག་བ་ཟིག་གོ་སོང་གསུང་རབ་དང་མཐུན་པའི་བརྡ་ཐ་སྙད་བརྡ་སྤྲོད་རིག་པ་ཟིག་ཡོད་རེད་བརྡ་སྤྲོད་རིག་པའི་འགྲོས་དང་མཐུན་པའི་ཡི་གེའི་འགྲོ་སྟངས་བརྡ་སྤྲོད་རིག་པའི་འགྲོས་དང་མཐུན་པའི་སྐད་ཆ་བཤད་སྟངས་འདི་ང་ཚོ་བོད་ཀྱི་སྤྱི་སྐད་ཡིན་བྱས་རེད། ཨོ། རང་རེ་རྣམས་ཇི་སྲིད་ཆོས་སྐལ་ལ་ཆ་འཇོག་བྱེད་པ་དེ་སྲིད་དུ་བོད་ཡུལ་ཡོངས་རྫོགས་སྐད་རིགས་གཅིག་ཏུ་གནས་པ་ཡིན། དཔང་རྟགས་གར་རེ་མངའ་རིས་ནས་བྲིས་པའི་གླེགས་བམ་གྱི་ཕུང་པོ་ཞིག་ཨམ་མདོའི་ཡུལ་དུ་གས་ཀྱང་ཐམས་ཅད་ཀྱིས་ལྷོགས་ཤིང་གོ་ཐུབ་པ་ཡིན། མངའ་རིས་ནས་བྲིས་བཞག་པའི་རྩོམ་པ་པོ་གཅིག་གིས་བརྡ་སྤྲོད་དང་མཐུན་པའི་ཐོག་ནས་རྩོམ་རྒྱག་པས་ན་ཨམ་མདོར་བྲིས་སྣང་དག་ཡོད་མ་རེད། ཨ་མདོ་ནས་བྲིས་བཞག་པའི་རྩོམ་པ་པོ་གཅིག་གིས་དཔེ་དེབ་བྲིས་བཞག་ང་ཚོ་དབུས་ལུགས་ལོ་དོན་སྣང་དག་མི་འདུག། འདི་གར་བྱས་པ་རེད་བརྡ་སྤྲོད་དང་བསྟུན་ཙམ་རེད། པོ་ཐམས་ཅད་ཀྱི་ལྷོགས་བཞིན་གོ་ཐུབ་པ་ཡིན། དེ་མིན་དེང་སང། འོ་དབུས་ཀྱི་ཕལ་སྐད་དང་བླ་དྭགས་ཀྱི་སྐད་སོགས་སྣང་བ་གང་དྲན་གྱི་སྐད་ཚོད་དུ་བསྡེབས་པ་དེ་རིགས་རྒྱ་ལ་ད་གཟོད་ཕྱི་རུ་སོང་ན་ཡུལ་སོ་སོའི་ཕལ་སྐད་མི་འདྲ་བའི་དབང་གིས་མཐར་བོད་ཀྱི་སྐད་ཅིག་ཡང་དུམ་བུར་ཆད་དེ། ཨ་བོད་ཀྱི་སྐད་དུམ་བུར་ཆད་ཀྱི་རེད་ད། འདི་ག་རེ་སྲིད་བོར་སོང་བརྡ་སྤྲོད་ལ་སྣང་ཆུང་བཏང། ཡུལ་སྐད་ལ་གཙིགས་ཆེན་མཛད། ཡུལ་སོ་སོའི་ཕལ་སྐད་འདྲ་མི་འདྲ་དེ་འདྲའི་ཨ་ནི་འཛུམ་ཡིག་འདྲ་མི་འདྲ་བྲིས་པ་ཡིན་ན། ཨ་མཐའ་མ་ག་རེ་བྱེད་ཀྱི་ས་བོད་ཀྱི་སྐད་དུམ་བུར་ཆད་འགྲོ་གི་རེད། སྣ་ལྔའི་སྔས་མ་ཡི་བཞུད་བྱུང་ན། བེམ་པོ་བ་རྣམ་པ་ཚོས་སྣ་ལྔའི་མི་སྣ་ལྔས་གཟིགས་ཀྱི་ཡོད་ན། ཨ་མཛངས་པ་བ་རྣམ་པ་ཚོས་སྦོས་མོན་པའི་བྲིས་ཀྱི་རེད་ད། ཨ་མདོ་བ་རྣམ་པ་ཚོས་ཧྲག་གི་མི་ཧྲག་གི་བྲིས་ཐག་ཆོད་བྲིས་ཀྱི་རེད་ད། བྲིས་ཡག་ཡོད་རེད་ནི། ང་ཚོ་དེ་ལྷ་སའི་ཉི་ལྡབ་རེད་ང་ལྷས་སའི་ཉི་ལྡབ་རེད་དེ། ཡུལ་སྐད་བྲིས་ན་བྲིས་ཡག་ཡོད་ནི་རྐང་པ་ལ་རྐང་པ་གཟིགས་མ་རེད་རྐང་ཁ་གཟིགས་རེད་ལག་པ་ལ་ལག་པ་གཟིགས་མ་ལག་ཁ་གཟིགས་རེད། འོ་འགྲམ་པ་ལ་འགྲམ་པ་གཟིགས་མ་རེད་བདེན་པ་ཡིན་ན་ཟེར་རེད། མོ་འདི་འདྲའི་ཕྱོགས་བསྡུས་བ་རེད། ཨ་འདི་འདྲའི་གང་ག་ཐ་སྙད་ཡར་འདོན་ཨང་གང་འཛམ་ལ་གར་བྱེད་ཡུལ་སྐད་མི་འདྲ་བའི་དབང་གི་བོད་ཡིག་གི་སྤྱི་སྐད་དུམ་བུར་བྱས་འགྲོ་གི་རེད། ངས་ཁ་སང་རྩོམ་ཡིག་ཅིག་ག་ནས་བྲིས་འདུག་ཨ་འདས་པའི་ལོ་རྒྱུས་ཀྱི་ཁྲོད་ལ་ཆོས་བརྒྱུད་མི་མཐུན་པ་དང་དབང་རིས་འཕྲོག་རྩོད་ལ་སོགས་པའི་བོད་མི་ནང་ཕན་ཚུན་ལ་འཕྲོག་རྩོད་མང་པོ་བྱས་བཞག་འདི་མི་རིགས་གང་གང་ཡོག་རེད། ད་ནི་ག་རེ་བྱེད་ཀྱི་ཡོད་རེད། རྔ་དམག་གི་འཕྲོག་རྩོད་གཏོང་ཚུལ་ཡ་ང་ཞི་ནས་རེད་ཅེས་བསླངས་རྗེས་ད་ནི་ཁ་འཁྱེར་བྱས་རྗེས་རྔ་དམག་དེ་འདྲས་དེ་འདྲས་བྱས་པ་ཅིག་དེ་མི་རིགས་གང་གང་ཡོད་རེད་ཨང། མི་རིགས་གང་གོང་མ་ཚང་གི་ལྟད་མོ་དེ་འདྲས་ལྟོས་ན། ཕ་བུའི་ནང་ཕན་ཚུན་བསྲེ་རེས་བྱེད་དགོས། དེ་མི་རིགས་གང་གང་ཡོད་རེད། འདས་པའི་ལོ་རྒྱུས་སློབ་གསོ་ལེན་རྗེས་མ་འོངས་པ་གོམ་པ་ག་བར་སྤོ་དགོས་མེད་དེ་ལྟ་དགོས་ཀྱི་ཡོད་རེད་མ་གཏོགས། འདས་པའི་ཞེ་འཁོན་འཁོན་དུ་བཟུང་རྗེས་ད་ལྟ་ཅིག་འདིའི་ནང་ལ་ཡང་སྙིང་ནད་སོར་ཆུད་བྱས་རྗེས་ཨ་འདི་འདས་དེ་མ་རེད། དེ་འདྲའི་ཡིན་པ་ཡིན་ཙང། སྔར་གྱི་དུས་སུ་ང་ཚོ་བོད་མི་ནང་ཕན་ཚུན་ལ་ས་ཆ་འཕྲོག་བཟོས་ཆོས་བརྒྱུད་མི་མཐུན་པ་ལ་སོགས་པའི་འཁྲུག་རྩོད་མང་པོ་བྱུང་ཤག་སྟེ། སྐད་ཡིག་གི་གསེར་གྱི་ཐག་པ་ཆད་མྱོང་མི་འདུག་ད་ལྟའི་དུས་ལ་མ་གཏོགས་ཆད་མྱོང་མི་འདུག། ད་ལྟ་ཨ་མདོ་བས་བཤད་པ་དབུས་པས་གོ་གི་མི་འདུག་དབུས་པ་བས་བཤད་པ་ཁམས་པས་གོ་གི་མི་འདུག་སྤོ་བོ་གིས་བཤད་པ་ཚ་བོས་གོ་གི་མི་འདུག་ཚ་བོས་བཤད་པ་རྨོ་བོས་གོ་གི་མི་འདུག། པ་རང་ལ་སྐད་ཡིག་གཞན་དག་ཅིག་གཡར་དགོས་ཀི། འདས་པའི་ལོ་རྒྱུས་ཀྱི་ཁྲོད་ལ་དེ་འདྲའི་ཅེས་བྱུང་མི་འདུག་བོད་པ་ནང་ཕན་ཚུན་ལ་ཡར་ལོ་ཙཱ་བ་དགོས་ཡ་དེ་འདྲའི་ཅེས་བྱུང་མི་འདུག་ད་ལྟའི་དུས་ལ་བྱུང་ཤག་བསམ་གཞིགས་བྱེད་དགོས་རེད་པ། མི་སུ་འཛམ་གླིང་ཡར་རྒྱས་ཕྱིན་རྗེས་ཞི་བུ་གཅིག་དཔལ་ཡོན་ལྡན་པའི་དུས་རབས་ཡིན་ཟེར་གི། ང་ཚོ་བོད་པ་སྐད་ཡིག་བརླག་འགྲོ་བྱེད་ཀི་ཨང་གར་བྱས་རེད་ད། ད་ང་ཚོ་གྲྭ་བས་གང་ལ་ཁ་རྒྱག་པ་ཞིག་རེད་ཤེས་ཡ་མི་འདུག་མི་འདུག་ཨ། བྱས་ཙང་བརྡ་སྤྲོད་སློབ་སྦྱོང་བྱེད་དགོས་བརྡ་སྤྲོད་སློབ་སྦྱོང་བྱས་པ་ཡིན་ན་ད་འགི་གོང་གི་ཁྱད་ཆོས་ཆེན་པོ་འདི་རྒྱས་ཡོང་གི་རེད། སྐད་བརྡའི་བྱང་ཚད་གོང་མཐོར་བཏང་ཐུབ་ཀི་རེད་ཁྱེད་རང་གི་སྐད་ཆ་དེ་ངེས་པར་དུ། ཡི་གེ་དང་བར་ཐག་ཉེ་བ་ཤེས་ཐུབ་ཀི་རེད་སྐད་དང་ཡི་གེ་བར་ཐག་ཉེ་རུ་བཏང་སྐད་དང་ཡི་གེ་བར་ཐག་ཉེ་རུ་བཏང་ཐུབ་ན་བོད་ཆོལ་ཁ་གསུམ་སྤྱི་སྐད་གཏན་འཁེལ་བྱེད་ཀི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་ན་སྔོན་གྱི་མཁས་པ་ཚོའི་བརྩམས་ཆོས་རིན་ཐང་ཅན་དུ་སུ་ལྟ་ཀློག་བྱེད་ཐུབ་ཀི་རེད། ཐོས་བསམ་སློབ་གཉེར་བྱེད་ཐུབ་ཀི་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་ན་སོ་སོའི་སེམས་ཀྱི་དགའ་སྐྱོ་ཆགས་སྡང་དུ་ཡི་གེ་གང་ལ་མ་འདྲེས་ཆགས་པ་ཁྲིད་ཐུབ་པོ་རེད། བརྡ་སྤྲོད་སློབ་སྦྱོང་ཡག་པོ་བྱེད་ཐུབ་ན་གཅིག་གིས་བཅུ་ལ་བཤད་བཅུས་བརྒྱ་ལ་བཤད་བརྒྱས་སྟོང་ལ་བཤད་བྱས་ང་ཚོའི་སྐད་ཡིག་འདི་མི་རབས་ནས་མི་རབས་མ་རྒྱུན་འཛིན་བྱེད་ཐུབ་པོ་རེད། ཁྱད་ཆོས་འདི་བརྒྱད་ཡོད་རེད། འདི་འདྲས་ཡིན་པ་ཡིན་ཙང་སི་ཏུ་པན་ཆེན་གྱི་ཞལ་སྔ་ནས་གྲགས་པའི་བདེ་འགྱུར་ཡོན་ཏན་བྱེ་བའི་མཛོད་ཁྱད་པའི་ཁང་བཟང་རྩེ་མོར་འཛེགས་འདོད་ན་བརྡ་དང་ཐ་སྙད་རྣམ་པར་སྦྱོར་བ་ཡི་རྩེ་དགའི་འདི་ལ་མི་བདེན་ཐབས་གཞན་ཅི།

ཨ་ནི། པར་ཐེངས་བཞི་བ་རེད་བཞག་ཨ་འདི་ག་ཚེ་ཡང་ཟིན་མཁན་ཡོད་པ་འདི་སྐལ་པ་བཟང་པོ་རེད། དཔེ་དེབ་འདི་ཆགས་བཞག་པ་ཡིན་ན་རྒྱ་དབང་སྐུ་དྲིན་བདུན་སྤེལ་གྱི་དྲུང་ཡིག་དབྱངས་ཅན་རོལ་པའི་འོ་མཚོ་ཁོང་གི་བརྩམས་པ་རེད་ད་ཁོང་གི་མཚན་དངོས་ག་འདྲས་ཡིན་ན་ད་ལྟ་མཁྱེན་མཁན་ཞེ་དྲག་མི་འདུག་ཨ་ནི་རྩོམ་པ་པོ་མཆོག་ལ་གསུང་ཨ་ཡོད་ནས་ད་ང་ཚོས་བཀའ་འདྲི་ཞུས་ཆོག་པ་བྱས། དཔེ་དེབ་འདི་ལྟ་ཐུབ་པ་ཡིན་ན་ཧ་ཅང་གི་ཡག་པོ་ཡོད་རེད། ཡག་པོ་ཞིའུ་ཡོད་རེད། མི་འདྲ་བ་གཅིག་ཡིན་ད་ཐ་ན་ང་ཚོ་གཤམ་ལ་ཡང་རྩོམ་པ་པོ་ལེགས་བཀྲ་འདྲི་ཞུ་མཁན་ལེའོ་ལགས་མཆོག་ཡོད་དེ་ཕེད་འདུག་བ། ད་བླ་མ་ཡོད་དོགས་ལ་ཆོས་ཞུ་ཟེར་བ་ནང་བཞིན་བཀའ་འདྲི་དེ་དེ་ཞུ་ཐུབ་ན་ཡག་པོ་ཞེ་དྲག་ཡོད་རེད་དེ་གའི་ནང་ལོགས་ལ་ཡང་ར་བླ་སྟག་བླ་དང། ས་བླ་སྟག་བླ་དེ། རྡོག་ཅན་གྱི་གྲངས་ལས་ཡོད་པ་བྱས། གོ་ཅན་གྱི་གྲངས་ལས་ཡོག་རེད། ར་བླ་སྟག་བླ་དང་ས་བླ་སྟག་བླ་གོ་ཅན་ཡིན།

ཨ་འདི་འདྲས་བྱུང་པ་ཡིན་ན་ཡག་པོ་ཞིག་རག་འདུག་བསམ་གྱི་འདུག་བྱས་ཙང་བརྡ་སྤྲོད་སློབ་སྦྱོང་བྱས་པས་ཐོ་བཅད་ན་བརྡ་སྤྲོད་སློབ་སྦྱོང་བྱེད་གནང་ད་མི་འདུག་བས་གནང་ད་མི་འདུག་བ་ལ་འོ་ཁོང་གི་ད་ལྟ་དྲི་བ་དང་པོ་དེ་ཡང་ལན་ཅིག་ཕུལ་གྱི་ཡིན་ད། ད་ལྟ་འདི་འདྲས་ཟེར་གྱི་ཡོད་རེད་སུམ་རྟགས་སློབ་དཔོན་ཐོན་མི་བསམ་པོ་འདྲས་མཛད་པ་རེད། ཡོངས་སུ་གྲགས་པའི་གཏམ་ཟེར་བ་ལ་ད་བརྒྱ་ཆ་ཞེ་ན་བརྒྱ་ཆ་བདུན་ཅུ་རྩ་བཞི། ཡིན་ནའང། ལོ་ཆིག་སྟོང་སུམ་བརྒྱའི་གོང་གི་གནས་ཚུལ་ཡིན་པ་ཡིན་ཙང་དཔྱད་པ་དཔྱད་གླེང་བྱས་ཆོག་གི་རེད། ང་ཚོ་གྷི་སའི་གནས་ཚུལ་ལྷག་བསྡད་པ་དེ་འདྲའི་མཚམས་རྩ་བྱེད་བྱེད་བསྡད་འདུག་གོ་ནི། བྱས་ཙང། བརྒྱ་ཆ་འདྲ་པོ་ཆ་བཞག་ན་བདུན་ཅུ་རྩ་གཅིག་གིས་སློབ་དཔོན་ཐོན་མི་བསམ་པོ་བགྲེས་སོམ་དག་མཛད་པ་རེད་གཟིགས་ཀྱི་ཡོད་རེད། ཡིན་ན་ཡང། དུས་རབས་དགུ་པ་ཡན་ཆོད་ཀྱི་བཙན་པོའི་སྐབས་ཀྱི་ཡི་གེ་མང་པོ་གཅིག་ལ་སུམ་རྟགས་ཀྱི་འགྲོས་དང་མ་མཐུན་པ་དེ་འདྲའི་ཁ་ཤས་ཡོང་གི་ཡོད་རེད། འདི་ཡོང་གི་ཡོད་ཙང་སུམ་རྟགས་ཐོན་མིས་མཛད་ཡོད་ན་ཨང་བཙན་པོའི་དོན་ལ་ཡང་ཡི་གེ། ནོ་མགྱོགས་ཟེར་བར་བའི་སུམ་རྟགས་ཀྱི་འགྲོས་དང་མ་མཐུན་པ་འདི་འདྲའི་འབྱུང་སྲིད་ཀྱི་མ་རེད། ད་དོག་དོག་འདི་རེད། ཨ་རྒྱབ་ལོག་འདི་ནས་དྲི་བ་ག་ལི་གོ་རེ། སུམ་རྟགས་ཐོན་མིས་མཛད་ཨ་ཡོད། བཙན་པོའི་དུས་དུ་བ་སུམ་རྟགས་དང་མ་མཐུན་གཉིས་འདི་འདྲའི་ཡོང་གི་འདུག་བ། ད་འདི་ང་ཚོས་ག་ར་ཧ་གོ་ས་ན་ང་རང་ཚོའི་སྐད་ཡིག་འདི་མེད་པ་ནས་ཡོད་པ་དང་ཡོད་པ་ནས་འཕེལ་རྒྱས་སུ་ལང་ག་ཅིག་བརྒྱུད་རིམ་གྱིས་ཡོད་རེད་མ་གཏོགས་ཅུང་ལུང་མ་ལས་ཆ་ལག་ཚང་པོ་དང་ཕུན་སུམ་ཚོགས་པོ་འདི་མི་སྲིད་པ་རེད། འདི་སོང་ཙང་བཙན་པོའི་དུས་ལ་ཡང་འགའ་ཞིག་འགའ་ཞིག་ཡི་གེ་ནོར་འགྱོ་ཡོད་རེད་འགའ་ཞིག་འགའ་ཞིག་འབྲི་སྲོལ་མི་འདྲ་བ་འདི་འདྲའི་ཡོད་རེད། ག་ཤི་ག་ཤི་ཡུལ་སྐད་རྙིང་པ་དེ་འདྲའི་ཡིག་ཐོག་ལ་ཡང་སྤོས་རྗེས། འོ་དེ་འདྲས་བརྡ་རྙིང་པ་ཟིག་རེད་པ། དེ་འདྲས་ཀྱི་སྒྲོས་ཁ་ཅིག་བརྡ་སྤྲོད་ཀྱི་གཞུང་དང་ཕྲན་བུ་ཕྲན་བུ་མ་མཐུན་པ་དེ་ཡོང་སྲིད་པ་རེད། ད་གལ་སྲིད་ད་ལྟའི་དེ་འདྲས་ལབ་པ་ཡིན་ན། སུམ་རྟགས་ཐོན་མི་ཙམ་ཨ་ཡོད་བཙན་པོའི་དུས་ལ་ཡི་གེ་ནོག་འགྱོག་ཁ་ཤས་དོན་ཡོང་གི་འདུག་ག་ཟེར་ན་དྲི་བ་དེ་ད་ལྟའི་དུས་ལ་ལེགས་ཀྱི་རེད། སུམ་རྟགས་ཐོན་མི་ཙམ་ཨ་ཡོད་ད་འདུག་ཡི་གེ་ནོག་འགྱོག་བྲིས་འདུག་ག་ཟེར་ན་ག་འདྲས་བྱེད་ག། དང་དོ་ཡིག་ཀློག་དགོས་རེད་ནི། ཡིག་གནང་རྒྱུ་དང་དོ་བྲི་དགོས་རེད། ལྷག་པར་དུ་མཁས་པའི་ཕྱག་སྲོལ་ཟེར་ཡ་དང་མཐོང་བ་བརྒྱུད་པའི་ལག་ལེན་བྱེད་སྤྱད་དེ་འདྲ་ཡོང་དགོས་རེད། བྱས་ཙང། བརྒྱ་ཆ་བདུན་ཅུ་བརྒྱད་ཅུ། བརྡ་སྤྲོད་སུམ་རྟགས་ཀྱི་གཞུང་དང་མཐུན་དགོས་ཡོད་རེད། ལྷག་པར་དུ། བཙན་པོའི་དུས་ལ་ཡང་དཔེ་ཆ་འདི་ག་ཚིག་འགྱུར་ཡོད་རེད། གསུང་གི་འདུག་བ་ཇོ་ཇི་པཎྜི་ཨ་ཏི་ཤའི་གསུང་གསུང་སྒྲོས་ཅི་རེད། ཇོ་ཇི་པཎྜི་ཨ་ཏི་ཤ་བསམ་ཡས་ལས་ཕེབས་དུས། དཔེ་ཆ་རྙིང་པ་ཞེའུ་ཅེ་མཇལ་བྱས་ཨ་མ་ཁྲི་སྲོང་ལྡེ་བཙན་སྐབས་ལ་སངས་རྒྱས་ཀྱི་བསྟན་པ་དར་ཚུལ་འདི་འདྲ་བ་ཞིག་སྔར་རྒྱ་གར་ལ་ཡང་མ་མཐའ་བར་གྲགས་ཆེ་གསུང་ཤོར་བ་རེད། ད་འོ་ན་བརྡ་སྤྲོད་ཀྱི་གཞུང་ཅིག་མེད་ན་ཨ་དཔེ་ཆ་མང་པོ་འདི་གས་སུ་བསྒྱུར་ཐུག་གི་རེད་པས། བའི་ཡི་གེ་བསྒྱུར་པ་ལ་ཡང་བརྡ་སྤྲོད་ལྟས་སུ་གོར་ད་བརྡ་སྤྲོད་མེད་པར་ཡི་གེ་ཕར་ཚུར་བསྒྱུར་ཐུག་གོ་མ་ད། དུས་འགྱུར་ཆེ་བོར་བར། བྱས་ཙང་བཙན་པོའི་དུས་ལ་ཡི་གེ་འབྲི་སྲོལ་ཁག་ཅིག་མི་མཐུན་པ་ཕྲན་བུ་ཕྲན་བུ་ཡོད་པ་འདི་ང་ཚོའི་བོད་ཀྱི་སྐད་ཡིག་དེ་མེད་པ་ནས་ཡོད་པ་དང་ཡོད་པ་ནས་འཕེལ་རྒྱས་ཀྱི་བརྒྱུད་རིམ་འདིའི་ཁྲོད་ལ་ལང་ཀ་འདི་འདྲ་ཞིག་བརྒྱུད་དགོས་པ་རེད་ད་ལྟ་ད་རེས་རྒྱལ་ཁབ་རང་གི་གཅིག་གྱུར་གྱི་ཁྲིམས་ལུགས་ཡིན་ནས་སྒྲིག་གཞི་ཡིན་ནས་གཏན་འཁེལ་བཟོས་ཚར་བ་དེ་ཡང་ཕིར་སིང་དུ་བ་སྣོད་བརྒྱ་ཡན་ཁ་ཤས་ཡོད་རེད། མུ་སྟེགས་ནང་བཞིན་རེད་དེ་འབྱུང་སྲིད་པ་རེད། དེ་འདྲས་རེད་ཤག་ཨ་ཡི་གི་འབྲི་སྲོལ་མི་འདྲ་བ་ཟེར་ཡག་དེ་ཡང་མཁས་པ་སོ་སོའི་གི་མེད་པས་མཁས་པ་སོ་སོའི་གི་དམིགས་བསལ་གི་དགོངས་གཞི་ལས་བསྟན་ཅིང་འབྲི་སྲོལ་མི་འདྲ་བ་ཁ་ཤས་ཁ་ཤས་ཡོད་རེད་ད་ལྟ་དེ་དག་ཡིག་མཁས་པ་དགའ་སྐྱིད་རྣ་ལོ་གདམ་ང་ཅན་གི་ཡི་གི་ཟེར་ཅིང་གདམ་ང་ཅན་གི་ཡི་གི་ཟེར་ཅིང་ཁ་ཤས་ཀྱི་མགོ་རེད་དེའི་མང་པོ་གི་མ་རེད་མགོ་རྙོག་པ་ཅན་གི་མ་རེད་གདམ་ང་ཅན་གི་ཡི་གི་ཁ་ཤས་དཔེར་ན་མོའོ་ཐ་ཞབས་རྒྱུ་མཐུན་ན་མཐུན་དང། ཐ་ཞབས་ཀྱི་ཐུན་ནང་ཐུན། ཐུན་མོང་ལ་བེད་སྤྱོད་བྱེད་པའི་སྐབས་ལ་ཐ་ཞབས་ཀྱི་ཐུན་ནང་ཐུན་བྲི་གི་ཡོད་རེད། མ་འོ་ཐ་ཞབས་ཀྱི་ཐུན་ནང་ཐུན་བྲི་གི་ཡོད་རེད། དེ་ཚོ་ལ་ག་རེ་གཟིགས་རེད་ཟེར་ན་གདམ་ང་ཅན་གྱི་ཡི་གེ་ཟེར་འོ་ཁ་ཤས་ཁ་ཤས་ཡོད་རེད་དེ་ཚོ་ཡང་མགོ་རྙོག་པའི་རྒྱུ་རུ་འགྲོ་གི་མ་རེད། འདི་འདྲའི་ཁ་ཤས་ཡོད་རེད་བྱས་ཞུ་ཡ་ཡིན། དྲི་བ་དང་པོ་དེ་ལན་དེ་འདྲས་ཇི་ཡིན་སྟབས་འདི་ཡིན། དྲི་བ་གཉིས་པ་དེ་ཡང་དགེ་ལགས་ཁོང་ག་རེ་གསུངས་སོང་ཟེར་ན། ང་རྗེས་ཤ། འོ་སྤྱི་སྐད་ཟེར་སོང་ང་སྤྱི་སྐད་དང་གི་གི་འདུལ་ཆེན་པོའི་ལགས་སོང་བ་ད་ག་རང་ཡིན། དགེ་འདུན་བཅོམ་པའི་ལ་ལུང་དྲངས་ཏོ། རང་རེ་རྣམས་ཇི་སྲིད་ཆོས་སྐད་ལ་ཆ་འཇོག་བྱེད་པ་དེ་སྲིད་དུ་དེའི་ཆོས་སྐད་དེ་ག་པ་སི་ཀོར་སང་སྔར་བཙན་པོའི་དུས་ལ་བཀས་བཅད་བྱེད་ཡ། བཀས་བཅད་ག་པ་བྱེད་ཀྱི་ཡོད་ཟེར་ན་བརྡ་སྤྲོད་དང་མཐུན་པའི་ཐོག་ནས་ཡིག་སྐད་ལ་ཡང་བཀས་བཅད་བྱེད་ཀྱི་ཡོད་རེད། ཡུལ་སྐད་ལ་བཀས་བཅད་བྱེད་མཁན་ཡོད་མ་རེད། ཆབ་མདོ་མ་ཕྱིན་རྗེས་སྤུ་གུ་ལ་ཡང་ཨ་སྙོག་ཟེར་ན་ཨ་སྙོག་ལུག་ཆུ་གུ་མ་དང་ཕྲུག་གུ་ལུག་གུ་དང་ཕྲུག་གུ་དེ་ལབ་གི་མ་རེད། ཨོ་དིང་རི་དང་ཡུ་བ་ལ་ཏོའི་ལྷོ་བྱང་དུ་བ་ལས་སུ་པ་བ་ཨ་མ་ལ་ཡ་ཨ་བ་ཨ་མ་སི་གི་རེ་ཨ་བ་ཨ་མ་སི་ཡ་མ་ལ་ཨ་ཕ་ཨ་མ་སི་ཏི་ལ་དགུ་མ་རེ། ཡུལ་སྐད་ཕུན་སུམ་ཚོགས་པོ་ཡོད་པ་དེ་གལ་ཡོག་མ་རེ། དངོས་གནས་ཀྱི་སྐད་ཆས་བྱེད་ཡག་དེ་ཡུལ་སྐད་ལ་བྱེད་ཡོག་མ་རེ་ཡིག་སྐད་ལ་བྱེད་ཡོག་རེ། ཨེ་བྱས་ཙང་ག་འདྲས་ཅི་ལ་གཞིག་སྐད་སི་གི་རེ་ཟེར་ན། བརྡ་སྤྲོད་ཀྱི་འགྲོས་དང་མཐུན་པ་ཡང་མ་ན་སྔར་ཆོས་རྒྱལ་ལོ་པའི་རྣམ་པ་ཚོའི་སྐུ་དུས་ལ་ག་བ་སྐད་ཆས་གནང་གི་འདུག། འོ་དེ་ལ་ག་སྲིད་རེས་ན་ཇི་སྐད། དགེ་འདུན་ཆེན་པོས་ལ་རང་རེ་རྣམས། འོ། ཇི་སྲིད་ཆོས་སྐད་ལ་ཆ་འཇོག་བྱེད་པ་དེ་སྲིད་དུ་བོད་ཡུལ་ཡོངས་རྫོགས་ཀྱི་སྐད་རིགས་གཅིག་ཏུ་གནས་པ་ཡིན། ཨ་ངེ་མ་ནག་ཚང་སྐྱོབས་སོ་ཞེས་ནག་ཚང་ནུས་ལུས་བྲིས་པས་ནག་ཚང་ཞི་ལུའི་སྐྱིད་སྡུག་ཡོད་པ། དང་པོ་ག་རེའི་སྒང་ནས་བྲིས་སོང་ཨ་མདོའི་སྐད་མང་པོའི་ཐོག་ནས་བྲིས་སོང་ང། ང་ཚོ་ཏུང་གུ་རུ་པ། ཞུ་སྒོ་བསམ་འཆར་སྟོན་གྲ་བྱ་ཆུ་བྱས་ཡི་གེ་དང་བར་ཐག་ཉེ་རུ་བཏང་སོང་ང། དེ་ཚོ་དངོས་ཡོད་ཡིན་པ། འོ་དེ་རེད་སྤྱི་སྐད་ཟེར་ན་ག་འདྲའི་སྤྱི་ལ་གུག་རེད་ཟེར་ན། བརྡ་སྤྲོད་དང་མཐུན་པའི་ཐོག་ནས་ཡིག་སྐད་བརྡ་རྡོག་རྡོག། བྱས་ཙང་སྐུ་ཅི། ན་ནིང་དུ་བ། ད། ཏན་ངན་གྱི་སོར་བཞི་བསྟན་ཡང་བསྟན་སོང། དྲ་བའི་སྒང་ལ་ཡ་མི། བོད་ཀྱི་སྤྱི་སྐད་གཏན་འཁེལ་བཟོ་རྒྱུ་འདེམས་ཤོག་འཕེན་བཟོ་རྒྱུ་རེད། དབུས་གཙང་སྐད། ཁམས་པའི་སྐད། ཨ་མདོའི་སྐད་གདམ་རྒྱུ་རེད་བཞག། དངོས་གནས་ལྟས་ངན་རེད་པ། བོད་སྤྱི་སྐད་གཏན་འཁེལ་སོགས་མ་ངེས་མ་ནས་བཟོས་ཚབ་རེད། ཡིག་སྐད་རེད་ཨ་ནི་ཡིག་སྐད་བོད་ཀྱི་སྤྱི་སྐད་རེད་མངའ་རིས་ནས་བྲིས་པའི་གླེགས་བམ་གྱི་ཕུང་པོ་ཞིག་ཨ་མདོའི་ཡུལ་དུ་ཁེལ་ཀྱང་ཐམས་ཅད་ཀྱི་ལྷོགས་ཤིང་གོ་ཐུབ་པ་ཡིན་ས་དེ་སྤྱི་སྐད་རེད། ཡི་གེ་དང་སྐད་བར་ཐག་ཉེ་རུ་བཏང་དགོས་རེད། འོ་ཐོ་ཅན་ན་སྐད་འདྲེན་བྱེད།